རྣམ་པ་གླིང་གི་སྐུ་ཁམས་བཟང། ཉེ་ཆར་དམ་སྲི་ལ་གཙོས་པའི་བོད་མི་ཤི་ཡ་ཁ་ཤས་ནང་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་རྣམ་པ་གསུམ་ཕྱིར་ལས་གནས་སུ་ཕྱི་འབེབས་གནང་བ་དེ་ངོས་ལེན་མེད་ཅེས་པའི་ལས་འགུལ་ཞིག་སྤེལ་དང་སྤེལ་བཞིན་པ་རེད། དེ་རིང་ང་ཚོས་གླེང་མོལ་ལས་རིམ་དེའི་ནང་ལོ་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་སྐྱིད་ནང་ལས་འགུལ་ནང་དངོས་སུ་མཉམ་ཞུགས་བྱེད་མཁན་པད་མ་མཁྱེན་རབ་ལ་ད་ལན་དུ་ནི་གླེང་མི་ཤོད་ཡིན། དེ་ནས་ད་ལྟ། ངས་གསལ་བོ་གསོལ་བ་ཞིག་ལ་ད་ལྟ། པད་མ་མཁྱེན་རབ་ལ་ང་ཚོ་དེའི་ལས་རིམ་འདི་ན། ཁྱེད་རང་སྒེར་ཐོག་ནས་ཅིག་བཅར་དགོས་རེད་ཡང་ན་ཅིག་རྣམ་པ་ཚོ་ཡན་ལས་གུས་པ། ཅིག་ཐུན་མོང་གི་སྐུ་ཚབ་ཀྱི་ངོ་ཐོག་ནས་བཅར་དགོས་རེད་དེ་དང་པོ་ཅིག་གསལ་བོ་གསོལ་བྱས་ན།
ཨ་ནི་ད་རེས་ང་དེ་སྐྱ་ཡ་དེ་འདི་ལ་ད་ང་ཚོ། སྤྱི་བཏང་རྩ་བའི་ཆ་ནས། མི་ཚང་མ་སོ་སོ་སོ་སོ་ཅིག། མ་བཀོད་དྭ་ལང་ཐོག་ནས་དེ་འདྲའི་ཆེད་བསྐྱར་བཞག་འཇོག་གྱི་རེད་མ་གཏོགས་ཀྱི། ཕག་ཏུ་སྐྱིད་སྐྱིད་ལས་གར་ཟེར་དགོས་རེད་ཀྱི་རྒྱུ་དངོས་བསླུ་བྲིད་བྱེད་ཡག་ན་བོ་དང་ཨ་ནུ་ཀྱི་དབང་ཡོད་མེད་ཀྱི་བཙན་པོ་དབང་ཡོད་ཀྱི་བཙན་བཀའ་བཏང་ནས་ཁྲིད་ཡག་ན་བོ་དེ་འདྲའི་རྩ་བ་ཉིད་ནས་ཡོད་མ་ཚང་མ་མ་བཀོད་དྭ་ལང་རེད་མ་བཀོད་དྭ་ལང་ཡིན་པ་ལ་ཡང་ཀྱི་འགྲོ་སྟངས་དེ་དང་མང་པོ་ཀྱི་ཆ་ནས་ཀྱི་གོ་སྒྲིག་འཛུགས་འདྲ་བོ་ཀྱི་མེད་ན་ཡོང་གི་ཡོད་མ་རེད་དེ་འདྲ་བས་ཀྱི་ཨ་ནུ་ང་ཚོ་ད་ལྟ་སྒྲིག་འཛུགས་ཀྱི་ད་ང་ཚོ་ད་འབྲི་མཚམས་གསལ་བའི་སྒང་འདིར་ལོག་དགོས་ཀྱི་ཡོད་ན་ཚོགས་པར་ལོག་དགོས་ཀྱི་ཡོད་ན་དེ་གི་དཀོན་མཚོག་གི་ཐོག་ནས་ང་དེ་རིང་སླད་ཡིན་ཟེར་བ་དེ་གྱིས་ཞུ་ཡ་ཡིན། ད་གཟོད།
ནི་དེ་ནས་ད་ལྟ་དྲི་བ་དང་པོ་དེ་འདི་བྱས་དུས། རྣམ་པ་ཚོས་ད་དཔེ་ཆ་ཤེས་ན་ད་ལྟའི་གནས་སྟངས་འདི་ཆ་ཤེས་ན་རྣམ་པ་ཚོས་ད་ལྟ་ཕྱི་ཟླ་ཉའི་ཟླ་གོ་ཐོས་བྱུང་ན་ཕྱི་ཟླ་དྲུག་པའི་ཚེས་གཉིས་རྩ་བདུན་ཟླ་གཅིག་བྱས། ཨ་ནི་ཉེ་ཆར་ད་ལྟ་ཕྱི་ཟླ་བདུན་པའི་ཚེས་བཅུ་གཉིས། ང་ཕ་རྣམ་པ་ཚོའི་ས་དེ་ལྕགས་རི་ཡིན། ངེད་ཚོའི་ལས་འགའ་ལྕགས་རི་དུད་ཚང་གི་བུད་མེད་སྒྲིག་འཛུགས་ཀྱིས་ད་ལྟ་སྲིད་སྐྱོང་ཚོགས་ཁག་གི་དབར་དེ་ལས་འགུལ་ཞིག་སྤེལ་བ་རེད། ད་ནང་བཞིན་ད་ལྟ་ཅིག་ང་ཚོའི་སྤྱི་ཚོགས་དྲ་ལམ་རེད་དེ་མ་ཅིག་ཀོ་ལི་ཀཱ་རེད་ད་ནང་བཞིན་མ་ནག་ལས་འགུལ་ནས་ཡང་ཅིག་འདི་ལྟ་བུའི་ངོ་རྒོལ་ཨ་ད་ལས་འགུལ་དེ་འདྲ་སྤེལ་བ་དེ་འདྲ་ང་ཚོས་པར་རིས་ཀྱི་ཐོག་ནས་མཐོང་འདུག་དོ་ད་རྣམ་པ་ཚོས་ད་ལྟ་དེ་ལས་འགུལ་གྱི་དགོས་དོན་གཙོ་བོ་དེ་ག་རེད་ཡང་སྙིང་ད་ལྟ་བར་དུ་ཅིག་ལས་འགུལ་རྣམ་པ་མི་འདྲ་བ་འགྲོ་ག་ཚོད་སྤེལ་དུ་ཡོད་རེད་དམ། ད་ང་ཚོས་ཤི་སྟངས་ད་ལྟ་ཁྱེད་གསུང་བ་ན་ཞིག་རེད་ཁ་སེང་སྔོན་མ་འདི་བ་ས་ལ་ཐེ་མ་ཐ་སྙད་ཚིག་གི་འོག་མ་ཐེ་མ་གསུམ་ཆགས་ཡོད་རེད་དེ་སྔོན་འདི་བ་ས་ལ་ཁོ་ཚོ་མི་བཞི་ལྔ་ཚིག་གི་ཡང་ལས་ཁུངས་ཁག་ལ་ཅིག་ཅར་ཡོད་རེད་དེ་ནས་ད་ཉེ་ཆར་ད་ལྟ་ཁྱེད་གསུང་བ་ན་ཞིག་ཕྱི་ཟླ་ལྔ་པ་ནང་ལ་ང་ཚོ་ཀྱི་མི་བཅོ་ལྔ་ཡ་མ་བཞི་ཡོད་རེད། དེ་ལྷན་ཁང་ཁག་ཚང་མ་ལས་ཆེ་མཐོ་ཁྲི་བཞི་ཁང་བཅས་འོས་བསྡུ་ལྷན་ཁང། འཛིན་སྐྱོང་བཀའ་ཤག། ཚོགས་དྲུང་ལས་ཁུངས། བགོ་སྐལ་ཡིག་ཚང། ས་མགོན་འཐུས་ཚོགས་དེ་འདྲའི་སྡེ་ཚན་མི་འདྲ་བ་དྲུག་ལས་སྙན་ཞུ་ཕུལ་རྗེས་མདོ་ནས་ང་ཚོ་ལས་འགུལ་རྙིང་པ་དེ་ཆགས་དགོས་རེད་གསུངས་པ་དེ་འདི་ཁ་སེང་ད་འདི་བ་ས་ལས་སུ་རེས་གཟའ་ཟླ་བ་གཉིས་ལས་ང་ཚོ་གི་འཕྲེད་དང་བཞག་ཡག་དེ་དང་ནི་ས་འགོད་ས་བསྒྲགས་བྱེད་ཡག་གི་དེ་ལས་གཞི་གྱི་ཆགས་གི་ཡོད་རེད་དེ་ཡིན་ན་ཡང་ད་གཏོགས་མ་སླེབས་པ་གྱིས་དེ་ཉིན་མ་མི་སེར་གྱི་རྡ་རམ་ས་ལ་ཆགས་པ་པའི་ཤུགས་ཆེན་པོ་གྱི་རྒྱབ་རྗེས་མི་མང་བརྒྱད་ཙི་རེ་མི་ཚ་བསྐྱར་ཐོ་ཡོད་མ་རེད་ཨ་ནི་ས་འགོད་པ་གཅིག་རེ་མི་བསྐྱར་ཐོ་ཡོད་མ་རེད་ད་མ་གི་ས་ལོས་སུ་ཀོ་ལི་འགའ་རེད་ཨ་ནི་ཧོང་སུང་ལི་རེད་ཨ། འོས་ཚོ་སྦེ་ལ་ཀོ་བི་རེད། ཨ་ནུ་ཡང་ཚོ་སྦེ་མ་རེད་དེ་ཚོ་ཚོགས་མ་ལ་སྐྱིད། ད། ཚོགས་མ་གི་མི་ཡིན་ད་དགོས་འདུན་སྐྱིད་རེད་ཡིན་ན་ཡང་ད་རྣམ་པ་དེ་མི་འདྲ་བ་མི་འདྲ་བ་དེ་ཆགས་ཀྱི་ཡོད་རེད། ད། མར་ཀོ་ལི་གྷ་དང་ཚོ་སྦེ་མ་དེ་ཚོ་འདྲ་ཡིན་ན་ད་ཁོ་རང་ཚོ་མི་མང་འབོད་སྒྲ་བྱེད་འདོད་ཚོ་ཕྱི་ལོག་དོན་བྱེད་འདོད་ན་ནི་འབོད་སྒྲ་བྱེད། འོས་ཚོ་ཁྲིམས་དཔོན་རྫུན་མ་སང་ལ་ངོས་ལེན་རྩ་བ་ཉིད་ནས་མེད་དེ་དེ་མ།

དཔེར་ན་རྒྱ་ཡུལ་གཙང་པོ་སོན་ཆ་གཉིས་ཀྱི་མ་རྒྱབ་ཤོག་འདྲ་བོ་ཚེ་མཐོན་པོ་བྱས་ནས་ཁོ་ཚོ་མ་སྤུས་བཞག་ཡ་དེ་བདེ་ལ། ཁོ་ཚོ་ལྷ་ཡང་ཡར་སླེ་ཡ་དེ་ལ་ངོས་ལེན་མེད་ཟེར་ནས་ཅི་བཤད་ཡོད་རེད། ད་དེ་རྗེས་མ་དེ་ལ་ཁོ་ག་རེ་ཟེར་ན། ཨ་ནི་སྐད་ཆ་ལ་འགྱུར་བ་འགྲོ་བྱས་མདོག་ནི་ཤིན་ཏུ་ཁ་ཤས་ཀྱིས་དག་ཅིག། རྩ་དོན་བསམ་བློ་མ་བཏང་བ་ཅན་གྱི་ཕ་ཚུར་ལམ་ལྷན་ར་བོ་མང་པོ་བྱུང་བསྡད་ཡིན་འདུག་གོ་དེ་སོགས་ཀྱི་བློ་ཕམ་ངོས་ནས་དེ་འདྲའི་བྱས་ཡིན་ཟེར་སྐད་ཆ་སྙིང་ར་བོ་འཁྱག་གི་ཡོད་རེད་ད་ཡིན་ན་ཡང་དེ་སོགས་ཚང་མ་ཁོ་རང་མི་ཡིད་ཀྱི་རེད། ལ་སོ་ད་ལྟ་ད་རྣམ་པ་ད་ལྟ་ཅིག་རང་ལུས་མེ་སྲེག་གནང་ཡ་འགྲོ་འདི་ཆ་མཚོན་ན་ད་ལྟ་ང་ཚོ་དུས་བབ་གསར་ཁང་ལས་ན་ཁོ་རང་ཡས་ནས་ང་ཚོ་ལས་བཅར་འདྲི་ཞིག་གནང་ཡོད་རེད་དེ་གནང་ལོ་ད་ལྟ་ཁྲིམས་གཞི་ཁང་གནད་དོན་ག་ལ་ཁྱེད་གསུང་ཡོད་མ་རེད་དེ་དེ་དག་རང་ད་ལྟ་ཅིག་གྲོས་ཚོགས་ནང་ལོ་ཅིག། ད་ཅིག་མ་བསྟུན་པ་གཉིས་ཡོན་ཏན་གྱི་གང་ཐུགས་འདོད་ཀྱི་ཞི་འཇགས་ཡོན་ཏན་མ་གཏོགས་ད་ལྟའི་ལ་ཁྲིམས་ཀྱི་ཐོག་ནས་ཁྲིམས་ཤིག་ཐོག་ནས་གང་ཡང་བཟོ་ངེས་མེད་ལ་ནི་ད་ང་ཚོ་ལ་དེ་འདྲའི་ཞུ་ཡོད་རེད་ན་མ་གཏོགས་ད་དགོས་འདུན་གཙོ་བོ་དེ་ད་ལྟ་ཁྲིམས་ཞིབ་པ་གསུམ་དེ་མ་དེ་ནས་ནི་མ་བབས་རོགས་གཅིག་ལས་དེ་རུ་བ་གཙོ་བོ་དེ་དགོས་འདུན་གཙོ་བོ་གཙོ་བོ་དེ་ད་ག་རང་རེད་ང་ཚོ་གི་ད་ད་ལྟ་ལས་འགུལ་ཐེངས་མ་ད་གསུམ་ཟེར་ང་ཚོ་རྡ་རམ་ས་ངོས་ལས་འགུལ་ཐེངས་མ་གསུམ་ཆགས་ཚར་རེད་ད་རུ་བ་ང་ཚོ་མུ་མཐུད་དུ་བསྐུར་རོགས་དེ་ལས་ཁོ་རང་ཚོ་མ་མ་བོག་པ་དུལ་ང་ཚོ་གྲ་སྒྲིག་ཨང་སང་རང་བྱེད་བསྡད་ཡོད། རྣམ་པ་ཚོས་ད་ལྟ་ཁ་སང་ལས་འགུལ་ང་ཅར་རེ་ར་རེ་ཇི་འདྲ་ཚེས་བཅུ་གཉིས་དེ་ས་ད་བ་དེ་ལ། རེད་རེད། རྣམ་པ་ཚོས་ལས་འགུལ་གྱི་དབྱིན་ཡུལ་གཙོ་བོ་དེ་ད་ཁྲིམས་ཞིབ་པ་མ་བྷ་བྷེ་ར་དེ་དེ་ཨ་ནི་བོད་པ་འགྲོ་དེ་བཅའ་ཁྲིམས་རིན་པོ་ཆེ་སྲུང་སྐྱོབ། བྷ་བྷ། མང་གཙོ་སྲུང་སྐྱོབ། ཨ་ནི་བོད་མི་སྒྲིག་འཛུགས་ཀ་བ་གསུམ་དེ་སྔར་བཞིན་ས་སྟེང། སྡེ་གསུམ་གསུང་གི་འདུག་ལ། ནས་མ་ཁྲིམས་ཞིབ་པ་རྣམ་པ་གསུམ་ཡ་གཅིག་ལས་ལས་གནས་རྒྱུན་སྐྱོང་སྐབས་སུ་གསལ་བསྒྲགས་གནང་ཡོད་རེད་རྣམ་པ་ཚོ་ཕྱི་ཆ་ཡིག་ཆ་ཡང་མཐོང་ཡོད་ཀྱི་རེད་དེའི་ནང་ལོ་དྭགས་རང་སྲུང་ཤར། བཅའ་ཁྲིམས་སྲུང་སྐྱོབ། མང་གཙོ་ཀའོ་གསུམ་ས་སྟེང། འོ་ཡ། ཨ་ནི་མང་གཙོ་སྲུང་སྐྱོབ་ལ་ནི་དྭགས་རང་སྲུང་ཤར། རྣམ་པ་ཚོས་གསུང་ཡ་གཅིག་པ་ཅིག་ཀྱང་རེད་དོ། ཁོ་ཚོ། གཅིག་ནས་ད་ལྟ་ངས་དྲི་བ་འདི་ཁྱེད་རང་ལ་དྲི་བ་འདི་རྣམ་པ་ཚོས་ད་ལྟ་ཁྲིམས་ཞིབ་པ་མ་བྷ་བྷས་འདི་དགོས་དུས་འདི་བརྒྱུད་ནས་ད་ལྟའི་གནས་སྟངས་ལྟར་དཔེ་ཆ་ཟེར་ཁྲིམས་ཞིབ་ཁང་མེད་བ་མ་རེད་གྲོས་ཚོགས་མེད་བ་གྲོས་ཚོགས་ཚོགས་འཐུས་མེད་བ་དེའི་རོགས་ང་ཚོ་དཀའ་ཉེ་རེད་འདི་ལ་ཞི་འཇགས་ཡོང་ཡ་གི་ཐུ་བེན་གར་སོའི་རེད་ལ་དེ་རེད་ནང་པ་ཚོ། ད་ཐུ་བེན་ངའི་ད་ལྟ་སོང་བ་ན་ཡི་རེད་ཁྲི་ཞིན་པ་ཡ་ཕེ་ཡ་གི་ཡ་མགོ་བཙན་འཛུལ་བྱེད་ཡ་གི་ལེ་ལན་ལ་བསྟན་བྱེད་མདོ་ན་ནི་དམ་བཅའ་གཉིས་ཕུལ་དགོས་ཡ་ཆགས་ཀྱི་ཡོད་རེད། དམ་བཅའ་གཉིས་ཕུད་བུ་དེ་དེ་ལས་ད། སོ་སོ་སོ་མི་རེ་རེ་གི་ཕྱོགས་རེ་རེ་ལས་རྒྱུ་མཚན་རེ་སེམས་བྱས་མདོ་ནས་ཨ་ནི་དེ་དེར་གྱིས་བདོག་འདྲ་མ་ཟིན་ན་ཚུར་གྱིས་འདྲིས་ཐོབ་གི་ཡོད་མ་རེད། ད་དཔེར་ན། ཁྲིམས་ཞིབ་ཁག་གསུམ་དེ་ཁོ་རང་ཚོ་སྔོན་མ་ནས། མ། བོད་མི་མང་སྤྱི་འཐུས་ལྷན་ཚོགས་གཙང་པོ་སུམ་ཆ་གཉིས་ཀྱི་ཐོག་ནས་མ། ཕྱི་ཕུད་བཏང་ཡ་ཡ་དེ་དེ་ལས།

ཆེ་མཐོང་འཕྲི་བྱེད་ཁང་ཡོད་པ་མ་ཚད་ཆེ་མཐོང་འཕྲི་བྱེད་ཁང་ཡང་བཙོང་མ་ཆག་བ་ཅིག་འོ་དེ་འདྲའི་ཅིག་ཆག་ཡག་གི་ང་ཚོ་གི་རེ་བ་དང་མི་གཞི་དེ་བསྐྱང་གི་ཡོད་རེད་ད་ད་ལྟ་ཁོ་ཚོ་འདི་བཙན་འཛུལ་བྱས་བསྡད་ཡ་འདི་ལ་ད་ཕྱོགས་གཉིས་ཀྱི་ཕ་ཆོས་ཚོ་ཆོས་ནི་ད་སྤྱི་འཐུས་ལྷན་ཚོགས་རེད་ན་ཕྱོགས་གཉིས་ངོས་ལེན་བྱེད་དགོས་པ་མ་རེད་ལ་མི་མང་གི་ད་ག་རང་ད་ཁ་གསེང་ཁོ་ཚོ་གི་མི་མང་དགོས་འདུན་ཡིན་ལོག་གི་ཡོད་རེད་དེ་ཡིན་ན་ཡང་ཁོ་རང་ཚོ་བཟོ་པ་ཁ་ཤས་ཀྱིས་མི་ལྔ་བརྒྱ་དྲུག་བརྒྱ་ཚིག་ཟ་ཡི་རེད་མི་ཡོད་མ་རེད། ད་ང་ཚོ་འདྲ་ཡིན་ན་མི་མང་སྐོར་ཕྱི་རྒྱལ་ཡུལ་གྲུ་ཁག་བརྒྱ་པ་འབྲུག་གསུམ་གཙོ་བོ་བྱས་པའི་མི་མང་སུམ་སྟོང་ལྷག་ཚེ་སུམ་སྟོང་གང་ལ་ཁོ་རང་དེ་འདྲའི་བྱས་འདུག་ནི་དགོས་འདུན་འདྲ་བོ་ཆགས་བསྡད་ཡོད་རེད་ད་དཔེར་ན་དམངས་གཙོ་འགྲོ་སྟངས་འདྲ་བོ་སྤྱི་བཞག་ཞུས་འདུག་གོ་དེ་མི་སུམ་སྟོང་དང་མི་ལྔ་བརྒྱ་གཉིས་པར་ཁོ་ཚོ་ལྔ་བརྒྱ་ཡོད་ན་མེད་ན་ཅི་བྱེད་དེ་ད་ཡོད་པའི་དབང་དང་བ་ཡིན་ན་དེ་གཉིས་ཀོ་མི་སུམ་སྟོང་ཤུགས་ཆེ་གི་རེ་བ་མ་གཏོགས་ཀི་ཁོ་ལྔ་བརྒྱ་ཤུགས་ཆེ་གི་མ་རེད་བ། པད་མ་མཁྱེན་རབ་ལགས་ཁྱེད་རང་གིས་འདི་འདྲ་ཞིག་གསུངས་སོ་ད་ལྟ་རྣམ་པ་ཚོས་ད་ལྟ་དྲ་ཐོག་ནས། སྙན་ཞུ་གཅིག་དུས་ཡིན་དེ་ནང་ལོ་མི་གྲངས་སུམ་སྟོང་བརྒྱ་དང་དྲུག་ཁ་ཚ་དྭ་རེད། དེ་ག་འདྲ་དེ་དྲ་ཐོག་སྙན་ཞུ་དེ་ག་ལ་ག་འདྲ་རེད་ག་འདྲ་འདོད་ཡོད་ན། གྲངས་ཀ་དེ་ཚོ་དངོས་གནས་རེད་བས་དེ་ཚོ་ག་ལ་དོགས་སློང་བྱེད་ནི་མང་པོ་བྱུང་བསྡད་ཤག་ད་དེ་ཚོ་ག་ལ་ཅིག་གསལ་བཤད་སྒྲོག་ད། དེ་ཚོ་གང་ལས་ད།
ང་ཚོ་གི་བས་དེ་ད་བརྒྱ་ཆ་བརྒྱ་ཚིག་ཐག་ཆོད་པོ་ཐོག་ནི་ཁོ་ཚང་མ་རེད་ཟེར་མདོག་ནི་ལོབས་ཐུབ་ཡ་དང་མི་ཐོགས་ཡ་གཉིས་ཀྱི་དགེ་བཤེས་ཐོ་ཡག་མེད་རེད་བ། ཡིན་ནའང་ང་ཚོ་ལས་དཔེ་ན་ཆ་ཡོད་འུ་ཚོའི་དྲ་རྒྱ་འཇུ་ལང་ཁང་ལས་ས་ཡིག་བསྡུ་ཡག་དེ་ལ་ཆ་ཆེན་མང་པོ་ཅིག་འདུག་ཆ་ཆེན་དང་པོ་དེ་ལ་སོ་སོ་མིང་སྤྲོ་དགོས་ཀྱི་འདུག་ཆ་ཆེན་གཉིས་པ་དེ་ལ་སོ་སོ་སྡོད་གནས་སྤྲོ་དགོས་ཀྱི་འདུག་ཨ་ནི་ཆ་ཆེན་གསུམ་པ་དེ་ལ་བཅའ་ཁྲིམས་ལ་དེ་གི་ཨང་ཀི་ལེན་པར་དེ་ཚོ་ཆ་ཚང་སྦྱང་དགོས་ཀྱི་འདུག་འོ་དེ་འདྲའི་སྐོར་ཆ་ཆེན་རག་མ་ཟེར་ན་དཔེ་མང་པོ་ཅིག་ཆགས་འགྲོ་གི་འདུག། རྣམ་པ་ཚོས་འདི་ནང་ཁ་ཧྲེ་ནང་ད་ལྟ་དེ་རྒྱ་གར་གྱི་མིང་འདུག་དེ་འདྲས་གསུང་བ་དེ་འདི་ག་རེད། ད་དེ་དེ་ངས
ཧ་གོ་མ་སོང། དེ་ནས་ད་ལྟ་རྣམ་པ་ཚོས་ཁ་སང་ང་ཡར་བཅར་དུས་བདག་རང་གསུངས་སོ་ཨ་ནི་གཅིག་གལ་སྲིད་ཁྲིམས་ཞིབ་པ་གསུམ་མ་ལས་གནས་ནས་མ་གཅིག་མ་བབས་བར་དུ་ང་ཚོ་མུ་མཐུད་ནས་ད་གཅིག་ལས་འགུལ་སྤེལ་གྱི་ཡིན། ད་ནས་བཞིན་མི་རྒྱུད་ལས་འགུལ་རྒྱ་ཆེར་གཏང་ཡག་གི་ཨ་ནི་གཅིག་བྱ་ཞིག་ཡོད་ན་དེ་འདྲས་ཞུ་གསུངས་སོ། དེ་མ་འོངས་པར་ཆ་ཤས་ག་རེ་ནས་ལས་འགུལ་ཡོང།

བརྒྱ་ཆ་བརྒྱ། ད་ལྟ་ན་གཞི་བྱས་ནས་ཁོ་ཚོ་ཨ་ཆོས་རྒྱོ་རྒྱུ་ལྷག་པ་འདྲ་བོ་བྱས་འདུག་ནས་ང་ཚོ་ལ་ཡ་རྩ་བ་ཉིད་མ་བྱས་པ་ཡིན་ན་ང་ཚོ་ད་ག་རང་ང་ཚོ་བོད་ལ་གཏམ་དཔེ་རྒྱུ་ཡོད་རེད། བོང་གུ་ལ་ཉལ་སྟངས་སྐྱོབ་རྒྱུ་ཡོད་ན་ཚོང་པ་ལ་སློང་སྟངས་སྐྱུག་གུ་ཡོད་ཟེར་བ་ན་གཞི་ཁོ་ཚོ་གི་ག་ཚད་ཚུགས།

ཁོ་རང་ཡོང་གི་ཡིན་སེ་ད་ཨོ་སི་ཁྲུ་ལི་ཡ་དེ་ར་ས་ནི་ལྷད་ཡ་བ་ཆེ་ཁ་པོ་ཡིན་ས་རེད་མི་ཕྱི་རྒྱལ་ཡོང་འགྲོ་ཁ་ནི་ཡོང་གི་ཡིན་སེ་ཉི་ཧ་ལེ་བ་མང་པོ་འདུག་ད་རྒྱ་བ་འགྲོ་ས་ཁོ་ར་མ་ད་ང་ཚོ་ཧི་མ་ཅལ་ཡན་ཡན་དུ་ཨ་ཅང་ཅང་མ་ལྷོ་ཕྱོགས་དུ་དེ་ཚོ་ནི་ཁོ་རང་གྲ་སྒྲིག་ཨང་ས་ཡོད་སེ་མདོག་ནི་ཁོ་རང་དེ་འདྲའི་ལོབ་ཉེན་འདུག་ད་ང་ཚོ་བཞི་བརྒྱ་ཁྱེར་བཏང་བྱེད་མདོག་ནི་རྡ་རམ་ས་ལ་འཛོམས་བྱེད་མདོག་ནི་སྐད་འབོད་རྒྱལ་ཡ་རེད་ཨ་ནི་ཟི་སྐད་ངོ་རྒོལ་བྱེད་ཡ་རེད། ད་ག་འདྲའི་མི་ཁ་ག་རེ་བྱེད་དགོས་བྱུང་ན་ལ་ང་ཚོ་དེ་བྱེད་ཡག་ཁོ་རང་བརྒྱ་ཆ་བརྒྱ་བརྒྱ་ཆ་བརྒྱ་ཁོ་རང་ཚོགས་མ་གོ་བསྡུར་བྱས་ཚར་རེད་སེམས་ཐག་བཅད་ཚར་རེད། གལ་སྲིད་དེ་སྔོན་དེ་ཁྲིམས་ཞིབ་པ་ཚོ་རྣམ་པ་གསུམ་ཡར་ཕེབས་ཐུབ་མེད་ན་བར་མ་ཚོགས་ཐུབ་ཡོད་མ་རེད་ཁྲིམས་ཞིབ་པ་གསར་བའི་མི་འགྲོ་རག་ཐུབ་ཡོད་མ་རེད་དེ་ལས་སེམས་པ་དམ་འབུལ་དེ་ཚོ་ག་འདྲ་བྱེད་དགོས་ད་ཆ་ག་རེ་བྱེད་དགོས་བྱས་ཙང་གང་དུ་ཞུ་བ་ན་ཁྱག་གི་ཡོད་རེད་ཁོ་ཚོ་ནི་ད་ད་ལྟ་དམ་བཅའ་ཕུལ་མོ་ད་ཡག་ཚོགས་མ་ད་འགའ་རྩ་འདྲ་པོ་དེ་ཁོ་ཚོ་ས་ནས་འགའ་བསྡད་ཡོད་རེད། དཔེར་ན་ཕོ་ཚང་གིས་ཁོ་རང་ཚོ་སྔོན་མ་ནས་མ་ཕྱི་འཐེན་བྱས་པ་ནང་བཞིན་གྱིས་ཤིག་ད་རང་ཕྱི་འཐེན་བྱས་བསྡད་བསྡད་པ་ཡིན་ན་དེ་དཀའ་ངལ་ཞིག་སྐྱེ་ཡོད་མ་རེད་དེ་བརྒྱ་ཆ་བརྒྱ་ཁོ་རང་ཚོ་ཆུང་བསྐོས་ཐོབ་ལོ་རེད་དེ་ཚོ་ཚང་མ་ཅུང་ཐོབ་རེད་ག་ཚོང་གྲོས་ཚོགས་འཕར་མ་ཚོགས་མི་ཐོག་ཡ་དེ་ལྟ་བྱེད་སྟངས་མང་ཅི་ཞིག་གྱིས་ཤིག་ང་ཚོ་གི་རྦ་རླབས་རྙིང་པ་ཤུགས་ཆེ་བའི་ཁབ་ཏུ་ཁིས་བྱས་མདོག་ནས་ཨ་ནི་མི་མང་པོ་ཅིག་ཁ་ཤས་ནད་རྟགས་ཐོན་ཡོད་རེད་ཟེར་ཡ་འདྲ་བོ་ཁ་ཤས་ནད་གོང་ཞུས་རེད་ཟེར་ཡ་འདྲ་བོ་ཀྱིས་ད་མང་པོ་འདྲ་བོ་ཅུང་ན་ཚ་དེ་ཀྱི་རྐྱེན་པས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། དེ་ཡིན་ན་ཡང་ད་དོན་ངོ་མའི་ཐོག་ལ་འགག་རྩ་མཚོ་མོ་འབོབ་ས་དེ་ཁོ་ཚོ་གི་འགག་རྩ་དེ་ལ་འབོབ་བསྡད་ཡོད་རེད། ད་ལྟ་བཀའ་ཤག་སྐབས་བཅུ་དྲུག་དང་ད་ལྟ་སྤྱི་འཐུས་སྐབས་གྲོས་ཚོགས་སྐབས་བཅུ་བདུན་གྱི་འཐུས་མི་ཚང་མ་དམངས་གཙོའི་ལམ་ལུགས་ཐོག་ནས་པའི་བརྒྱུད་རིམ་རྙོག་དྲ་གང་ཡང་མེད་པའི་ཐོག་ནས་ཡར་དམ་དོན་བྱེད་སྲོལ་ཡོད་རྐྱང་རྐྱང་རེད་བ་ཚང་མ། རེད་རེད་རེད། ད་དེ་ཡོད་དུས་བསམ་པ་དམ་འབུལ་སྐབས་སུ་བལ། ཕྱོགས་གཉིས་སྒྲོག་ཆགས་དགོས་དེ་འདྲས་ཆགས་མ་དགོས། རྣམ་པ་ཚོ་ཐབས་ལམ་དེ་བ་ཅིག་བསམ་འཆར་སྒྲོག་དེ་འདྲས་ཡོད།

བོད་མི་ཡོངས་རྫོགས་ཀྱིས་བསྐྱར་ཕྲེང་རིན་པོ་ཆེ་མགོ་བཤམས་གོང་རིན་པོ་ཆེ་ནི་འཇུ་མི་མང་པར་བསྐྱར་ཕྲེང་རིན་པོ་ཆེ་ལ་གུས་བཀུར་བྱེད་དགོས་ཡ་གྱིས་ད་བོད་མི་མང་སྤྱི་འཐུས་ལྷན་ཚོགས་སྐོར་རོང་གཏན་ལ་ཕོབ་ཡ་འཇུ་བསྐྱར་ཕྲེང་རིན་པོ་ཆེ་ཆགས་དགོས་རེད་ཁོ་དེ་འདྲའི་འདྲ་པོ་ཅིག་ལས་ཁོ་ཞུས་བཞག་པ་ཡིན་ན་མི་སེར་གྱི་བསྐྱར་ཕྲེང་ནང་ལ་དེ་འདྲའི་ཅིག་འཁོད་མེད་པ་ཡིན་ན་ལ་ཁོ་དེ་དེ་ལས་ཐ་གྱིས་ངོ་རྒོལ་བྱེད་ཐུབ་ཡ་ཁ་པོ་ར། ད་ལྟ་ཁྱེད་རང་གིས་ཅིག་གསུངས་སོ་ད་ལྟ་སྤྱི་སྡོད་གཉིས་རྩ་གཉིས་ཀྱི་བཅའ་ཁྲིམས་རིན་པོ་ཆེ་ད་ལྟ་ནང་ཆོས་གོང་ས་མཆོག་གིས་སྐུ་པར་བཏོན་ནས་དམ་བཅའ་ལེན་ཞོར་ཅིག་དམ་བཅའ་ཕུལ་ཡས་ཞོར་བ། དེ་ལ་ད་ལྟ་ཕ་ཆོས་མཆོག་ནས་ངོས་ལེན་གནང་དགོས་མ་རུང་བ། མ་རེད་མ་རེད།
དེ་འདྲས་ཅིག་ངོས་ལེན་གནང་གི་མེད་ན་ཨ་ནི་ས། ཁྲིམས་ཞིབ་པ་དང་མ་འོངས་པར་ཁྲིམས་ཞིབ་པ་མ་ཕབ་ནས་ཨ་ནི་གྲོས་ཚོགས་ཀྱི་རྩ་བ་ཅིག་བཙུགས། ཨ་ནི་དག་ནང་བཞིན་སྲིད་སྐྱོང་གི་བཀའ་ཤག་ཡང་དག་རང་བཙུགས་ལ་ན་དེ་དུས་ངོས་ལེན་གནང་གི་རེད།

ཆགས་ཀྱི་རེད་བས་སེམས་ཏེ་དེ་ཡང་རང་བཞིན་བག་གྲོ་བ་ཅིག་ཆགས་འགྲོ་གི་འདུག་བ། ཁྲིམས་ཞིབ་པ་རྣམ་པ་གསུམ་ད་ལྟ་ཡར་ལས་གནས་ཕྱིར་ཕེབས་པ་འདི་མ་རང་ཅག་ཕབ་དགོས་ཡོད་ཚད་གྲོས་ཆོད་ཨང་གསུམ་སོ་དགུ་གཞིར་བཟུང་བྱས་ནས་གལ་སྲིད་འདི་མ་ཕབ་པ་ཡིན་ན་ཨང་དེ་མ་ཡིན་པའི་ལམ་ཁ་འདི་ཡོད་ལ་ནས་འདི་སྟོན་ཡ་ཅིག། ད་ཐབས་ལམ་ཞིག་བཏང་གི་ཁ་ཚོན།

ང་ཚོ་ད་ག་རང་སྐོར་ཤ་ཤོད་བྱེད་ཀྱི་ཡིན་ཟེར་ཏེ་ཐེ་ཚོམ་རྩ་བ་ཉིད་ནས་མེད། ང་ནི་བཀའ་ཀྱི་འཕེལ་རོགས་གྱིས་ཟེར་འདུག་ཁོ་ཚོ་གིས་ཡི་གེ་རྒྱག་སྟངས་བཞག་ཡི་གེ་དེ་དེ་ཤེས་ཚེ་ཁ་ཚོང་ད་དྲུག་པ་ཡིན་ན་ལྔ་པ་ཡིན་ན་དེ་གི་ག་རེ་ཉེ་ཡིན་ན་གྱིས་ཡ་སྐུ་སྒེར་ཡིག་ཚང་ལ་ཕུལ་བཞག་ཉེ་རྩ་དྲུག་ལ་ཡ་ཕུལ་བཞག་ཉེ་རྩ་བཞི་ལ་མ་ཀློག་བཞིན་འདུག་དེ་དེ་ཡ་ཕུལ་ས་འགྲོ་གི་མ་རེད་ཟེར་ཕུལ་རོགས་བྱས་མི་འདུག་ད་དཔེར་ན་ཅག་ཁྱོད་འཕྲལ་གྱི་བར་གསུམ་ར་བུ་ཀྱི་མ། ཁོ་རང་ཚོ་རང་བཞིན་གྱི་མ་ལས་ནས་ནི་ཤོར་བ་ཡིན་ན་ལ། ད་ཁོ་རང་ཚོ་སྤྱི་འཐུས་མི་བཞི་བཅུ་ཞེ་ལྔ་ཡོད་རེད། མི་བཞི་བཅུ་ཞེ་ལྔ་དེ་འདི་སྐད་ཅེས། ཁོ་རང་ཚོ་གི་ནང་ཁུལ་གྱི་རྟགས། ལྷ་རབ་བྱོན་ན་ཤངས་ཁོག་རིན་པོ་ཆེ་ཐུགས་སུན་པོ་ཞུ་མི་དགོས་ཡ་བྱས་ནས་ཁོ་རང་ཚོ་ནང་ཁུལ་གྱི་བར་དུ་བསམ་བློ་བཏང་ན་ཁོ་ཆོས་ཉིད་ཅག་གིས་བསམ་བློ་གཏོང་ས་ཁུལ་གྱི་ཁོར་ཡུལ་གྱི་ངས་ཏན་ཏན་རག་གི་རེད་བསམ་གྱི་འདུག་ད་ག་སྲིད་བརྒྱ་ཆ་བརྒྱ་ཁོ་ཚོ་གིས་ཀྱིས་དེ་ཁོར་ཡུལ་གྱི་མ་རག་པ་ཡིན་ཕ་རྒྱ་ཚུ་རྒྱ་གཉིས་ཁག་གི་རྩ་བ་ཉིད་ནས་ཁོ་རང་ངོས་ལེན་མ་བྱས་པ་ཡིན་ན་ཨ་ནི། ཤངས་ཁོག་དོན་བདག་པོ་ཀྱིས་བཀའ་སློབ་ལམ་སྟོན་ཅིག་ཞུས་པ་ཡིན་ན་ད་དེ་མ་བྱས་དེ་བྱས་ཟེར་ཡང་ཀྱིས་ཀྱིས་བཀའ་སློབ་ཀྱིས་བརྒྱ་ཆ་བརྒྱ་ཕེལ་གི་རེད་བསམ་བསམ་གྱི་འོ་དེ་འདྲའི་བསམ་གྱི་འདུག། ད་ད་ལྟ་དེ་ང་ཚོས་མཐའ་མ་དེ་ཆ་དེ་ཤ་ད་ད་ཉེ་ཆར་ཕྱི་ཟླ་བདུན་པའི་ཚེས་གཅིག་ཉིན་མོ་དེ་ད་ད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་ད་གསར་འགོད་སེ་ར་ཞིག་གནང་རེད། དེ་དང་འབྲེལ་ནས་ད་ལྟའི་ཁྲིམས་ཞིབ་པ་དང་གསར་འགོད་པའི་དྲི་བར་ད་ཅིག་བཀའ་ལན་གནང་དུས་བསམ་པ། ད་ལྟའི་ཆ་ལ་ཅིག་བཅའ་ཁྲིམས་ཀྱི་ཐོག་ནས་ཡིན་ན་རེད། ད་ཁྲིམས་སྒྲིག་གང་ཅིའི་ཐོག་ནས་ཅིག་འཛིན་སྐྱོང་བཀའ་ཤག་ངོས་ནས་ད་གྲོས་ཚོགས་དེ་ལ་ཕ་ཅིག་ད་ཅིག་ཐག་གཅོད་གནང་ཡང་ཐེ་ཇུས་གནང་ཡང་གི་ཅིག་གུ་དབང་ཡོད་མ་རེད་ལ་དབང་ཚད་ཡོད་མ་རེད་ཡིན་ན་ཡང་གལ་སྲིད་སྤྱི་འཐུས་ཡོངས་རྫོགས་དང་སྤྱི་བསྡུ་ཞིབ་བཤེར་ལྔའི་དུས་ཟིང་མ་དམ་དོན་སྤྱི་བསྡུ་ཞིབ་བཤེར་ལྔ་ཡོངས་རྫོགས་ཀྱི་བཀའ་ཤག་ལ་རེ་སྐུལ་ཞུས་རྗེས་དེ་ལ་ཐག་གཅོད་གནང་དགོས་ལན་དེ་འདྲ་གསུང་བ་ཡིན་ན་ཡང་རེ་སྐུལ་ཞུ་བ་ཡིན་ན་འགན་དབང་དེ་བསྐུར་བ་ཡིན་ན། བཀའ་ཤག་ངོས་ནས་དྲང་པོ་དྲང་གཞག་གི་ཐོག་ནས་དེ་ལ་ཐག་གཅོད་ཞིག་གནང་གི་ཡིན་ལན་དེ་འདྲ་ཞིག་གསུང་ཡོད་རེད་དེ་གལ་སྲིད་རྣམ་པ་ཚོས་གལ་སྲིད་གྲོས་ཚོགས་ཀྱི་སྤྱི་འཐུས་རྣམ་པ་ཚོས་དེ་འདྲའི་རེ་སྐུལ་ཞུས་བཀའ་ཤག་གིས་ཐག་གཅོད་ཞིག་གནང་ཡོད་ན་དེ་ལ་ངོས་ལེན་གནང་གི་རེད་རྣམ་པ་ཚོས། གྲོས་ཚོགས་དེ་འབྲེལ་གྱི་ཞུས་མདོ་ནི་བཀའ་ཤག་ད་བཀའ་ཤག་སྲིད་དུ་ཡོད་མ་རང་སྲིད་གཞུང་གི་དེ་འདྲས་ཀྱི་ཐག་གཅོད་ཀྱི་གནང་བ་ཡིན་ལ་ང་ཚོ་གི་དེ་བཞག་བཞག་བཞག་དང་ལེན་བྱེད་ཀྱི་རེད་ག་རེ་རེད་ཟེར་བ་ཡིན་ན་སྲིད་གཞུང་དེ་དེ་སོ་སོ་སྒེར་གཅིག་གི་རྒྱོབ་ཤོར་ཡོད་དང་མ་ཡོད་དེ་སྐད་ཆ་ཆུང་ཆུང་རེད་དེ་སྐད་ལོག་ཡ་ཡོད་མ་རེད་ཡིན་ན་ཡང་བོད་རྒྱ་ཆེན་མི་མང་གི་འདང་བཞག་རྒྱུ་སྲིད་གཞུང་གི་ཆག་གི་ཡོད་རེད་དེ་ལས་ཀོ་རང་བཞིན་གི། གུས་བཀུར་བྱེད་དགོས་ཀྱི་རེད་ལ་བརྩི་བཀུར་བྱེད་དགོས་ཀྱི་རེད་དེ་ང་ཚོ་སྤྱི་འཐུས་ལྷན་ཚོགས་ཀྱིས་དེ་འདྲའི་བྱས་མདོག་ནི་བྱས་མདོག་ནི་སྲིད་གཞུང་གིས་ཐག་གཅོད་བྱས་པ་ཡིན་ན་ང་ཚོ་ད་ག་རང་ཁུ་རུ་མོས་འདོད་ཡོད་ཟེར་ནས་ང་རང་སྒེར་ངོས་ནས་དེ་ཞུ་ཡག་ཡིན་ད་ཡིན་ན་ཡང་མི་ཚང་མ་ཁོ་ངའི་ཐག་བཅད་ཐུབ་ཀྱི་མ་རེད་ང་རང་བརྒྱ་ཆ་བརྒྱ་ཁོ་རང་དེ་ལས་རྒྱོབ་ཤོག་ཡོད་མོས་འདོད་ཡོད་ད་མཐའ་མ་དེ་ང་ལས་ང་རང་ས་མཚོ་ཟས་ནང་དུ་ད་སྔོན་གནས་ཚུལ་འདྲ་བ་ཟེར་ནས་ཁྲུང་ཁྲུང་ཅིག་ཅིག་ཞོད་ཞོད་ན་འགྲིག་གི་རེད། ད་ད་རེས་ང་ཚོ་གི་ནས་ལས་འགུལ་འདི་སྤེལ་དགོས་ཡ་དེ་དེ་སྐྱེ་རྡོར་ཁྲི་ཤེས་ཁང་གི་ད་ད་འཕྲིན་སྤོལ་རྫུན་མ་ཁོ་རང་བསམ་ཐུག་གི་ཡོད་རེད་རོ། ད་ད་ད་འདས་ཚར་བའི་རྙོག་དྲ་དེ་ཚོ་ང་ཚོ་ཁྱད་འཕོག་རེད་ཟེར་ན་ཁྱད་འཕོག་སར་བཞག་ན་འགྲིག་གི་ཡོད་རེད། ད་དུས་ཚོད་འདི་ག་ཚོད་ཅིག་ལ་ཁོ་རང་འཛིན་ཤོང་བཀའ་ཤག་ཡོད་མ་རེད་སྤྱི་འཐུས་ལྷན་ཚོགས་ཡོད་མ་རེད། ཆེས་མཐོ་ཁྲི་ཆེ་ཁང་སྐོར་ཚུར་འཐུས་ལུང་འཐུས་ཁྲི་དཔོན་ཡོད་མ་རེད། དེ་འཁྱམ་པོ་བྱས་ན་འཁྱམ་པོ་ས་ལ་བཞག་ཆོག་གི་རེད་ཡིན་ན་ཡང་ཆུང་ཆུང་བྱས་ཀྱང་ན་ཆུང་ཆུང་རེད་ང་ཚོ་ཁ་དམའ་ཁ་ནས་སུ་ཡ་བྱས་ན་དེ་དེ་ཐར་ལམ་གྱི་བརྒྱ་ཆ་བརྒྱ་ཡོད་རེད། ད་མ་འོ་པ་ལས་ང་ཚོ་གི་གཞི་རྒྱ་ཆེར་བཏང་གི་ཡོད་རེད་ཨ་ནི་ཆུང་མཐའ་ཁག་ནས་མི་ཕེད་གི་ཡོད་རེད་གལ་སྲིད། ད་དུས་སང་གནམ་གཤིས་དཔེ་སྡུག་པོ་རེད། ཆུ་ལོག་ལ་འགག་དེ་ཚོ་ཉིན་དཔེ་དཀའ་ངལ་འདྲ་པོ་ག་བ་ག་སར་འཕྲད་བསྡད་ཀྱི་ཡོད་རེད། ད་ཕྱི་ལོག་ནས་ཆུ་འཕེལ་གོང་རྒྱུ་དེ་ཚོ་ལ་འགག་ནས་དེ་ཅི་ལ་འགག་ཉེ་ཡ་འདྲ་པོ་མོ་ཏྲ་ནང་ནས་ཀྱི་མོ་ཏྲ་བཱས་ནང་ནས་ཀྱི་མིལ་ཚེ་སྲོག་ཤོར་ཡ་འདྲ་པོ་དང་མིལ་བདེ་ཤོན་བྱུང་ཡ་འདྲ་པོ་བྱུང་མི་སྲིད་པ་མ་རེད། ག་ཚིག་དེ་འད་འདྲ་པོ་ཅིག་བྱུང་བ་ཡིན་ན་དེ་ཚོ་གི་འགན་ཁྱང་ཚང་ཁོ་རང་གསུམ་མི་གསུམ་ལ་ཡོད་རེད་གཞན་པ་སུ་ཀྱིས་འཛུགས་བཅུག་ས་ཡོད་མ་རེད། དེ་སྐྱིད་ཞུ་ཡ་ཡིན་སྙམ་པ་འདི་ལ་གངས་ཅན་སྲིད་གཞུང་ལས་ང་ཚོ་ངོ་རྒོལ་བྱེད་སྐད་འབོད་བྱེད་ཡ་མ་ཟིག་པ་ང་ཚོ་གཟི་སྐྱེད་ངོ་རྒོལ་བྱེད་ག་ཚིག་བསྡད་དགོས་བྱུང་ན་ང་ཚོ་བསྡད་གི་རེད་དེབ་ཁ་བཏུ་ལས་ཡང་མི་གོད་འཆག་འདྲ་བོ་དང་སྐྱིད་ན་ཚ་འདྲ་བོ་དང་དེ་འདྲས་མི་ཁ་ཤེལ་གྱི་ཁྲ་ཤིས་ཡོད་བསྡད་བ་འདྲ་བོ་ཁ་ཤིས་སྔ་མོ་ན་ཚ་ཡོད་བསྡད་བ་འདྲ་བོ་དང་ཁོ་མི་ཁམས་འདྲ་མི་འདྲ་ཡོད་དེ་ན་ཚ་རིགས་འདྲ་མི་འདྲ་ཡོད་རེད་དེ་ཚོགས་ཐོག་ལས་མི་གོད་འཆག་འདྲ་བོ་བྱུང་བས་ན་ད་དེ་ཚོ་དཔེ་ཁོ་རང་ཆང་ཕོར་ཞིག་ཆག་འགྲོ་གི་ལོ་རྒྱུས་ཐོག་ན་དེ་ཆག་འགྲོ་གི་རེད་ཆང་ཕོར་ཆག་འགྲོ་གི་ཡོད་རེད་དེ་འདྲའི་བས་དེ་དེ་ཚོ་གི་འགན་ཆང་ཚང་ཁོ་རང་སོང་ཁུར་དགོས་གི་རེད་མ་གཏོགས་གཞན་པ་སུ་སྐྱིད་ཁོ་རང་གཡོལ་ས་རག་གི་མ་རེད་ཟེར་འདུག་དེ་གཅིག་འབོད་སྐུལ་ཞུ་ཡ་ཡིན།